དེ་ནི་ད་ང་ཚོ་བཟོ་པའི་ཕར་ཕྱིན་གྱི་ཉམས་ལེན་ལ་ལྷག་པ་ཟེར་བ་འདི་སྐབས་ལ་ད་ང་ཚོས་བསམ་བློ་གཏོང་ས་གཙོ་བོ་གཅིག་དེ་ག་འདྲས་ཡོད་པ་རེད་ལབ་ན། སྤྱིར་བཏང་ང་ཚོས་བཟོ་པ་གི་སྐོར་འདི་ད་ལག་ལེན་བཟོ་བདེ་མི་བདེའི་སྒང་ནས་མང་པོ་ཅིག་ལབ་ཚར་རེད་ཧ་ལས་པ་མང་པོ་ཅིག་ལབ་ཚར་རེད་ཡིན་ནའང་ད་ལྟའི་ཕར་ཕྱིན་དཀྲུག་དགོས་ནས་ཉམས་ལེན་བྱེད་པའི་སྐབས་འདི་ལ། བཟོད་པ་གི་རྣམ་དབྱེ་བཟོད་པ་ལ་དབྱེ་བ་འདྲ་བོ་མ་ཚང་ན་གསུམ་གཅིག་ཡོད་པ་རེད། ནི་དེ་ལ་གསུམ་དེ་ནི་གནོད་པ་ལ་ཕྱིས་མི་ཉན་པའི་བཟོད་པ་ཟེར་བ་གཅིག་དང། ནི་སྡུག་བསྔལ་བཏང་ལེན་གྱི་བཟོད་པ། ཆོས་ལ་ངེས་སེམས་ཀྱི་བཟོད་པ་ཟེར་བ། འོ་དེ་འདྲའི་བཟོད་པ་གསུམ་ཡོད་པ་རེད། བཟོད་པ་བསྟེན་ཚུལ་གྱི་རྣམ་པ་གསུམ་དེ་ཧ་ཅང་རྒྱ་ཆེན་པོ་དེ་འདྲ་རེད། ཡིན་ན་ད། དང་པོ་དེའི་སྐབས་ལ་གནོད་པ་ལ་ཅི་མི་སྙམ་པའི་བཟོད་པ་ཟེར་བ་འདི་སྐབས་ལ་ང་ཚོ་གཙོ་བོས་བསམ་བློ་གཏོང་ས་དེ་ག་རེ་རེད་ལབ་ན་ང་ཚོ་རང་ལ་གནོད་པ་བྱེད་མཁན་གྱི་མི་གཅིག་བྱུང་གི་ཡོད་པ་ཡིན་ན། མི་གཅིག་བྱུང་བ་ཡིན་ན་དགྲ་བོ་གཅིག་བྱུང་བ་ཡིན་ན། དགྲ་བོ་དེ་གང་རིགས་སུ་བྱུང་བ་རེད་ཟེར་བ་དེ་ལ་གཙོ་བོས་བསམ་བློ་གཏང་དགོས་ཀྱི་ཡོད་པ་རེད། དགྲ་བོ་དེས་ང་ལ་གནོད་པ་བྱེད་ང་ལ་མི་སྙན་པ་བཤད་འདི་འདྲའི་བཟོད་པ་དེ་མཐར་ཐུག་ན་ཁོ་རང་གི་རྒྱུད་ཀྱི་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་ཉོན་མོངས་ཀྱི་གཞན་དབང་ལ་གྲོལ་ནས་ཁོ་རང་གི་འདི་འདྲ་ཅིག་བཟོ་གི་ཡོད་རེད། ཡིན་ཙང་མ་འོངས་པ་ན་ཁོ་རང་ལ་ཡང་མི་གཞན་ལ་སེམས་ཅན་གཞན་ལ་གནོད་པ་བྱས་པའི་མནར་མིང་གི་འབྲས་བུ་སྡུག་བསྔལ་མི་སྲིད་པ་འབྱུང་གི་རེད། ཁོ་རང་ཡང་ཉོན་མོངས་ཀྱི་གཞན་དབང་ལ་འགྲོ་ནས་ང་ལ་འདི་འདྲའི་གི་ནས་གནོད་པ་བཟོ་གི་ཡོད་པ་རེད་ཡིན་ཙང་མི་འདི་སྙིང་རྗེ་བསམ་པ། ང་ད་མདོར་བསྡུས་ན་གཙོ་བོ་གཅིག་དེ་འདྲ་གཅིག་ལ་བསམ་བློ་བཏང་དགོས་གི་ཡོད་པ་རེད། སྤྱིར་བཏང་ཁག་པོ་ཡོད་རེད་འདི་འདྲའི་གི་བསམ་བློ་བཏང་ཡ་དེ་ང་ཚོ་མི་ཕལ་བ་གཅིག་གིས་ཧ་ཅང་དཀའ་ལས་ཁག་པོ་ཡོད་རེད་ཡིན་ན་ཡང་དཀོན་པ་ཡིན་ན་ཨ་ནི། འདི་འདྲ་ཅིག། དེ་འདྲ་གི་བསམ་བློ་ཅིག་ལྷད་པས་ཡོད་པ་དེ། ཨ་ནི་སྔོན་བྱུང་གི་སྐྱེ་བོ་དམ་པ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་ཚོ་སོང་ཡོད་པ་རེད། བརྒྱ་ཆ་བརྒྱ་ལྷད་པས་ཡོད་རེད་བསམ་གི་འདུག་ཨོ་དེ་གཅིག་རེད། གཉིས་པ་དེ་སྡུག་བསྔལ་དང་དུ་ལེན་པའི་བཟོ་པ། དེ་ག་རེ་ལབ་ན་ང་ཚོ། ལུས་ལ་ན་ཚ་བྱུང་ཡང་ན་གཞན་གྱི་གནོད་པ་ཆེ་ནས་ཨ་ནི་སོ་སོ་བྱ་བ་ལམ་འགྲོ་མ་བྱུང། ཨ་ནི་སོ་སོ་ལ་བར་ཆད་རྣམ་པ་སྣ་ཚོགས་བྱུང་པའི་སྐབས་ལ། ཨ་ནི་སེམས་ཕམ་ཡང་ཡོང་མ་རེད་ཟེར་གི་ཡོད་རེད། བཟོད་པ་དེ་ཨ་ནི་སོ་སོ་ག་ཨ་ནི་སེམས་སྟོབས་ཆེན་པོ་ཡ་སྐྱེས་ནས་ཨ་ནི་དེ་འདྲ་བཟོ་དགོས་རེད། དེ་ག་འདྲས་ལབ་གི་ཡོད་རེད་ལབ་ན། ཨ་ནི་ད་ལྟ་ང་ཨ་ནི་ལི་ཀ་ལམ་འགྲོ་མ་བཅུག་ལི་ལ་གནས་རྣམ་པ་སྣ་ཚོགས་བྱུང་ཨོ་འདི་འདྲིའི་གི་ཨ་ནི་སྡུག་དངོས་བྱུང་བ་དེ་ཨ་ནི་སྔོན་ལ་སྐྱེ་བ་སྔོན་མའི་སྔོན་མ་རྣམས་སུ་ཨ་ནི་ང་རང་གིས་སྡིག་པ་མི་དགེ་བའི་ལས་མང་པོ་བསྒྲུབས་པ་ཡིན་ཙང་ཏིག་གི་རྣར་སྨིན་ཏག་ཏག་སྨིན་གྱི་ཡོད་པ་རེད། ཡིན་ཙང་ཏག་ཏག་རྣར་མི་སྨིན་པ་ཡིན་ན། ཨེ་ནི་སྐྱེ་བ་ཕྱི་མ་རྣམས་སུ་ཨེ་ནི་འདི་ཚོ་སྡུག་བསྔལ་མྱོང་མི་དགོས་པ་བྱས་ཨེ་ནི་སྡིག་པ་བཏགས་ཡག་གི། སྡིག་པ་བཏགས་ཁི་ཡོད་པ་རེད། ཨོ་དེ་འདྲས་ལ་བསམ་བློ་བཏང་ནས་ཨེ་ནི་སྡུག་བསྔལ་བཏང་ལེན་གི་བཟོ་པ་ཟེར་བ་ཨང་དེ་དགོངས་དགོས་རེད། དེ་གསུངས་པ་རེད། ད་འདི་འདི་སྡུག་བསྔལ་བཏང་ལེན་གི་བཟོ་པ་ཟེར་བ་འདི་ང་ཚོ། ཧ་ཅང་གི་གདམས་ངག་ཆེན་པོ། ཤེས་བྱེད་ཟེར་བ་འདྲ་བོ་སྤྱོད་ཟེར་བ་འདྲ་བོ་ང་ཚོ་བོད་བརྒྱུད་ནང་བསྟན་གྱི་ནང་ལོགས་ལ་དེ་འདྲ་གི་ཆོས་ཀྱི་ཉམས་ལེན་བྱེད་སའི་མང་པོ་འདུག་བ་ཧོར་ཟླའི་སྡུག་བསྔལ་བཏང་ལེན་གྱི་བཟོ་པ་ཟེར་བ་འདི་ཁོང་ལ་རྟོག་གི་ཡོད་པ་རེད། དེ་ནས་གསུམ་པ་དེ་ཆོས་ལ་ངེས་པར་ཟིན་པའི་བཟོ་པ། ཆོས་ལ་ངེས་པར་ཟིན་པའི་བཟོ་པ་ལ་དུས་ག་འདྲས་སུ་གསུང་གི་ཡོད་པ་རེད་ལབ་ན་ད་ང་ཚོ། ད་ངའི་སྐྱེ་བ་འདི་ལ་ད་ཆོས་སྦྱང་ཐུབ་ཀྱི་མ་རེད། ད་སངས་རྒྱས་ཐོབ་པོ་མ་རེད་སི་ཏཱ་ནང་པས་ཆུ་ལབ་ན་དེ་འདྲ་གི་རྒྱ་ཆེན་པོ་བཏང་ཙམ་མོ་ཨོ་དེ་འདྲ་ཧ་ལས་པ་ཐེག་པ་ཆེ་ཆུང་མདོ་སྔགས་ཟེར་ཡ་འདྲ་བོ་དེ་འདྲ་ཧང་སང་ཡ་མང་པོ་བྱོས་འདུག་ཨེ་ནས་ངས་སྦྱང་ཐུབ་གི་མ་རེད་ཟེར་ཡ་གི་ཨེ་ནས་བསམ་བློ་དེ་འདྲ་དེ་ཕ་གཏོར་ནས་ངེས་པར་དུ་སྦྱང་ཐུབ་གི་རེད་དམྱལ་བ་ལ་སོགས་པ་ངན་སོང་གསུམ་དང་ཨེ་ནས་འཁོར་བའི་གནས་འདི་ལ་འཁོར་ནས་སྐྱེ་བ་གྲངས་མེད་པ་ཞིག་རྫོགས་ཚར་བ་རེད་ཡིན་ཙང་ད་འདི་གི། རྟེན་འདི་ལ་མིའི་ལུས་ཀྱི་ཐོག་ནས་ནས་དམ་པའི་ཆོས་ལ་ཉམས་ལེན་བྱེད་པ་གི་གོ་སྐབས་འདི་འདྲ་ཅིག་ཤར་བ་འདི་རྩ་ཆེན་པོ་ཡིན་ཙང་ངེས་པར་དུ་རྒྱ་ཆེན་པོ་གཏང་ས་པོ་ག་འདྲ་ཡིན་ན་ཡང་ཉམས་ལེན་བྱེད་ཐུབ་པ་དང་སངས་རྒྱས་ཐུབ་པ་བཟོ་གི་ཡིན་བསམ་པའི་བསམ་བློ་ཤུགས་ཆེན་པོ་དེ་འདྲ་ཅིག་བསྐྱེད་པ་དེ་ཆུ་ལ་ངེས་སེམས་ཀྱི་སོ་བག་ཟེར་བ་དང་མདོར་བསྡད་ན་དེ་འདྲ་ཅིག་རེད་ག་དྲིན་ཆེ་ཞུ་བ་ཡིན། དེ་ནས་ད་རེས་ང་ནི་ཕྱི་ལོགས་ན་ཡོད་པ་ཡིན་ཙང་ཁ་ཐུག་གི་ནི་བརྙན། བཟོ་མ་ཐུབ་པ་བཅས་ནི་ད་འདི་འདྲའི་ཆེད་ཀྱི་ནི་བཞག་དགོས་ཐུག་སོང་དེ་ཚང་མ་ལ་དགོངས་དག་ཞུ་བ་ཡིན།